སྨྲ་བའི་རྒྱན་ནི་བདག་དང་གཞན་གྱི་གཞུང་ལུགས་ཤེས་པ་དང། སྲིད་ཟུར་མཁྱེན་པ་ཕུན་སུམ་ཚོགས་པ་དང་མི་འཇིགས་པ་དང་བརྟན་པ་དང་མཐུན་པར་བྱེད་པའོ་སྟེ། སྨྲ་བརྒྱན་ཟེར་ན་རྩོད་པ་རྒྱག་མཁན་གྱི་ཁྱད་ཆོས་ཡག་དང་སོ་ཤེས་པ་རེད། སྨྲ་བརྒྱན་དེ་རྩོད་པ་རྒྱག་མཁན་གྱི་ཁྱད་ཆོས་ཡག་ག། བདག་དང་གཞན་གྱི་གཞུང་ལུགས་བཤད་པ་སྟེ། རང་གཞན་ཚང་མ་གིས་གཞུང་གི་སྐོར་དུ་ཆ་ཚང་བཤད་པ། རྩོད་པ་རྒྱབ་ས་དང་རྒྱབ་ཁེ་གཉིས་ཀར་གྱི་གཞུང་གི་སྐོར་དུ་ཆ་ཚང་བཤད་པ། ཚིག་ཟུར་མཆན་པ་ཕུན་སུམ་ཚོགས་པར་བརྗོད་པ་སྟེ། རྩོད་པ་རྒྱབ་དུས་སྐབས་ལ། དེ་ནས། ཚིག། ཚིག་ལྷག། ལ་སོགས་པའི་སྐྱོན་མེད་པར་བཤད་ཐུབ་མཁན་ཟེར་བ་རེད། དེ་ནས་མི་འཇིགས་པ་སྟེ། དེ་ནས། རྩོད་པ་རྒྱབ་པའི་སྐབས་སུ། ཞེད་སྣང་མེད་པར་ལབ་ཐུབ་མཁན་ཟེར་བ་རེད། བསྟན་པ་སྟེ། དེ་ནས། རྩོད་པ་བརྒྱབ་མཁན་གྱིས་རྩོད་པ་བརྒྱབ་པ་དེ་ཚོ་ཡག་པོ་བྱས་འདུག་ཉན་ནས་ཨ་ནི་ལྷོད་ལྷོད་བྱས་ནས་ལན་སྤྲད་པ་ཟེར་བ་རེད། མཐུན་པར་བྱས་པ་སྟེ། ཨ་ནི་དྲང་པོ་དང། དེ་ནས་རྩོད་པ་བརྒྱབ་མཁན་དང་དེ་ནས་མཐུན་པོ་བྱས་པའི་ཐོག་ནས་རྩོད་པ་བརྒྱབ་པ་རེད།

གཅིག་སྟེ་གཏམ་རྗེས་འཇེབས་པ་ཟེར་གཅེས་པ་ཟེར། གཉིས་པ་དང་གཏམ་འཕྲོ་ལུས་པ་ཟེར་གསུམ་པ་དང་གཏམ་གྱི་ཉེས་པ་ཟེར་ཏེ་དེ་བཤད་སྟངས་རིམ་པ་ཞིག་ཏུ། གཏམ་རྗེས་གཅེས་པ་ནི་རང་གིས་རང་གིས་སྨྲ་བའི་སྐྱོན་ཁས་བླངས། གཞན་གྱིས་སྨྲ་བའི་ཡོན་ཏན་ཁས་བླངས་པ་སྟེ། གཏམ་རྗེས་གཅེས་པ་ཟེར་ན། རྩོད་པ་རྒྱབ་མཁན་རང་གིས་སྐྱོན་དེ་ཚོ་ཁས་བླངས།

གཏམ་འཕྲུལ་ལུས་པ་ཟེར་ན། རྩོད་པ། མཐར་མ་ཕྱིན། མ་ཕྱིན་པར། འབྲེལ་མེད་ཀྱི་སྐད་ཆ་འབྲེལ་མེད་ཀྱི་སྐད་ཆ་དེར་བཤད་པ། ཞེས་པ་ལ་སོགས་རེད། གཏམ་འཕྲུལ་ལུས་པ་སྟེ། གཏམ་འཕྲུལ་ལུས་པ་ནི་འདི་ལྟ་སྟེ་གཞན་ནས་གཞན་དུ་བརྒྱུད་པའམ་གཏམ་གཞན་སྨྲ་བ་དང་མདོ་སྡེ་ལས་ཇི་སྐད་འབྱུང་བ་ལྟ་བུ་སྟེ། གཏམ་འཕྲུལ་ལུས་པ་ཟེར་ན། རྩོད་པ་མ་རྫོགས་རྩོད་པ་རྩ་ནས་མ་རྫོགས་བཞིན་དུ། འབྲེལ་མེད་ཀྱི་སྐད་ཆ་གཞན་སྨྲ་བ། ལ་སོགས་པ་ལྟ་བུ་རེད། དེ་ནས་གཏམ་གྱི་ཉེས་པ་ནི་དཔྱད་བརྗོད་དང་འཁྲུག་པ་དང་བརྡ་འཕྲད་མི་རུང་བ་དང་རན་པ་མ་ཡིན་པ་དང་དོན་དང་ལྡན་པ་མ་ཡིན་པ། དུས་ཚིགས་མ་ཡིན་པ་དང་མི་བདེན་པ་དང་མི་གསལ་བ། ཚིག་རྒྱུན་ཆགས་པ་མ་ཡིན་པ་སྟེ། དོན་དག་དུམ་ནི། གཏམ་གྱི་ཉེས་པ་ཟེར་ན། དེ་ནི། གོ་རྒྱུ་ཡོད་ལ་མེད་ལ། གསལ་པོ་ཞེ་དྲག་མེད་མཁན་ལ་སོགས་པ་བརྗོད་པ་རེད་ཟེར་བ་རེད། ཨོ་འདི་ཤེས་སོང་ད་དེ་ནི། སྨྲ་བ་ལས་བྱུང་བ་ནི་ཕྱིར་རྒོལ་བ་ད་འདིར་སྨྲ་བ་ལས་བྱུང་བ་ཟེར་ན། རྩོད་པ་བརྒྱབ་པའི་དུས་དང་རྩོད་པ་བརྒྱབ་མི་རུང་བའི་དུས་ཤེས་དགོས་རེད། རང་ལ་ཆ་རྐྱེན་རྩོད་པ་བརྒྱབ་ས་དང་བརྒྱབ་མཁན་ལ་ཆ་རྐྱེན་ཚང་ན་རྩོད་པ་བརྒྱབ། རྩོད་པ་རྒྱབ་ས་ལ་རྒྱབ་མཁན་གཉིས་ཀྱི་ཁྱད་ཆོས་མ་ཟ་ན་རྩོད་པ་མི་རྒྱབ་ཟེར། སྨྲ་བ་ལས་བྱུང་བ་སྟེ། ཡང་ནི་རྩོད་པ་སྨྲ་བའི་དུས་དང་རྩོད་པ་སྨྲ་བའི་དུས་མ་ཡིན་པར་བཤད་པ་རེད། དེ་ན་ན་དང་པོ་དེ་ནས་གསུམ་སྟེ། རྩོད་པ་རྒྱབ་པའི་དུས་མ་ཡིན་པར་བཤད་པ། ཡང་ནི་འོག་ནས་གསུམ་སྟེ་རྩོད་པ་རྒྱབ་པའི་དུས་འདྲ་བ་རེད་བྱས་ཙང། ཕྱིར་རྒོལ་ཕྱིར་རྒོལ་བ་སྣོད་མ་ཡིན་པ་སྟེ། དེ་ནས། དེ་ནས་ག་སོ་རེ། དེར་བ་ཕྱིར་གོ་བ་སྣོད་མ་ཡིན་པ་སྟེ། དེ་ནས་སྔོན་མ་སྐྱོན་ཡོད་ན་ཡང་རྗེས་མ་དེ་ནས་རྩོད་པ་རྒྱབ་ཀྱི་འཇུག་ལ་སྐྱོན་མེད་ཀྱི་ས་ལ་བཞག་མི་རུང་བ་ད་རྒྱུ་བ་ཚང་ན་བཏང་ཡ་མེད་མཁན་དེར་སྲིད་བ་རེད། སྣོད་མ་ཡིན་པ་ཟེར་ན་ད་ཕྱིར་གོལ་བ་སྣོད་མ་ཡིན་པ་ཟེར་ན། རྩོད་པ་ཕྱིར་གོལ་བ་ཟེར་ན་རྩོད་པ་རྒྱབ་མཁན་དེ་རེད། སྔ་རྒོལ་ཟེར་ན་རྩོད་པ་བརྒྱབ་ས་དེར་བསྐྱོད་བརྗོད་བྱེད་མཁན་དེ་ཕྱི་རྒོལ་རེད། སྒྲུབ་བྱེད་བརྗོད་མཁན་དེ་སྔ་རྒོལ་རེད། ད་སྨྲ་བ་ལ་དེ་ག་རེ་ཕྱི་རྒོལ་བ་སྣོད་མ་ཡིན་པ་ཟེར་ན། ཡ་ནི་རྩོད་པ་བརྒྱབ་མཁན་དེས་སྔོན་མ་བསྐྱོན་ཡོད་ན་ཡང་རྗེས་མ་བཙོན་པ་བརྒྱབ་པའི་མཇུག་སུ་གྲུབ་འབྲས་ལ། སྐྱོན་མེད་པ་ཅིག་ཏུ་བཞག་རྩ་ནས་མི་རུང་མཁན། མདོར་ན་འགྱུར་བ་རྩ་ནས་བཏང་ཡ་མེད་མཁན་ཅིག། འཁོར་ཡོན་ཏན་མེད་པ་སྟེ། དེ་ནི། དྲང་པོ། མེད་པ། དེ་ནི། རྩོད་པའི། སྐབས་སུ། དེ་ནི། ག་སོ་རའི་སྐྱོན་དང་ཡོན་ཏན་ཁ་ཁ་འབྱེད་མི་ཐུབ་པ་དེ་འདྲ་དང། དང་དོ་ན། ད་ཕྱིར་རྒོལ་བར་གནོད་མ་ཡིན་པ་ཟེར་ན། ད་རྩོད་པ་བརྒྱབ་མཁན་དེ། སྔོན་མ་སྐྱོན་ཡོད་མཁན་ཡིན་ན་ཡང་རྗེས་མ་སྐྱོན་མེད་པ་གཅིག་ཏུ་བཞག་ཙང་ནས་རུང་བས་མེད་པ། འགྱུར་བ་ཙང་ནས་བཏང་ཡས་མེད་མཁན་གཅིག། ཁོར་ཡོན་ཏན་མེད་པ་ཟེར་ན་དྲང་པོ་མེད་པ། དེ་ནས་རྩོད་པའི་སྐབས་སུ། སྐྱོན་དང་ཡོན་ཏན་གཉིས་ཁ་ཁ། རྗེས་ཐུ་བས་མེད་པར། གཉིས་ཆེ། ད་འདི། རྩོད་པ་བརྒྱབ་མཁན་དེ་རེད། ཁྱེད་རང། མདོར་ན། རྩོད་པ་བརྒྱབ་མཁན་དེ། འགྱུར་བ་བཏང་ཡ་མེད་མཁན་གཅིག། རྩོད་པ་བརྒྱབ་མཁན་དེ་དྲང་པོ་མེད་པ་དང། དེ་ནས་རྩོད་པའི་སྐབས་སུ་སྐྱོན་དང་ཡོན་ཏན་དེ་ཚོ་ཁ་ཁ། རྗེས་ཐུ་བའི་མེ་མཁན་བྱེད་ཀྱི་སྲིད་བར་བྱེད་དང། དེ་ནས་བདག་ཀྱང་མི་མཁས་པར་རིག་ན་སྨྲ་བར་མི་བྱ་བ་དང་སྟེ། ད། རྩོད་པ་བརྒྱབ་ས་ཁོ་རང་སྒྲུབ་བྱེད་ཤེས་མཁན་དེར་བ་ང་རྒོལ་ཟེར་རྩོད་པ་བརྒྱབ་ས་ཁོ་རང། དེ་ནས་དེ་ཁོ་རང་ཡང་རང་དང་གཞན་གྱི་གྲུབ་མཐའ་ལ། དེ་ནས་མཁས་པ་མེད་ན། ད་དེ་དུས་རྩོད་པ་བརྒྱབ་ཀྱི་ཡོད་མ་རེད་ཟེར་ད་དེ་རྩོད་པ་བརྒྱབ་མེད་རྩོད་པ་བརྒྱབ་པའི་དུས་མ་ཡིན་པ་རེད་དེ་ནི་རྩོད་པ་བརྒྱབ་མི་རུང་བ་རེད་ཟེར་གི་རེད། དེ་ནས་དེ་འཇིག་ལ་ད་རྩོད་པ་བརྒྱབ་པའི་དུས་དེ་ཕྱིར་རྒོལ་བ། ཕྱིར་རྒོལ་བ། སྣོད་དུ་གྱུར་བ་ཞིག་གམ་སྟེ། རྩོད་པ་བརྒྱབ་མཁན་དེས་སྔོན་མ་སྐྱོན་ཡོད་ན་ཡང་རྗེས་མ་རྩོད་པ་བརྒྱབ་ཚར་བའི་རྗེས་སུ་སྐྱོན་མེད་ས་ཅིག་ཏུ་བཞག་རུང་བ་ཡིན་གྱིན་ཟེར་གི་རེད། ད་ཁོ་ལ་འགྱུར་བ་བཏང་ཡས་ཡོད་མཁན་ཅིག་ཁོར་ཡོན་ཏན་དང་ལྡན་པ་སྟེ་ཨ་ནི་རྩོད་པ་རྒྱབ་མཁན་དེ་དྲང་པོ་ཡིན་པ། རྩོད་པ་རྒྱབ་པའི་སྐབས་ཀྱི་ཡག་དང་སྡུག་བ་ཚང་མ་ཁ་ཁ་ཁ་ཁ་དབྱེ་འབྱེད་བྱེད་ཐུབ་མཁན་ད་གཉིས་རེད་དེ་ནི་བདག་ཀྱང་མཁས་པར་རིག་ནས་སྨྲ་བར་བྱའོ་སྟེ་ཨ་ནི་རྩོད་པ་རྒྱབ་ས་སྔ་རྒོལ་ཁོ་རང་རང་དང་གཞན་གྱི་གྲུབ་མཐའ་ལ་མཁས་པ་ཡིན་ན་ད་དེ་དུས་གཞི་ནས་རྩོད་པ་རྒྱབ་དགོས་རེད་ཟེར་དེ་རྩོད་པ་རྒྱབ་པའི་དུས་རེད་ཟེར་དགོས་རེད། ཨོ་འདི་ཤེས་སོང་རེད། ད་དེ་ནས་སྨྲ་བ་ལ་གཅེས་སྤྲས་བྱེད་པའི་ཆོས་ཟེར་ཏེ་རེད། སྨྲ་བ་ལ་གཅེས་སྤྲས་བྱེད་པའི་ཆོས་ཟེར་དུས་རྩོད་པ་རྒྱག་མཁན་ལ་ངེས་པར་དུ་དགོས་པའི་ཁྱད་ཆོས་ཟེར་གྱི་རེད། ད་སྨྲ་བ་ལ་གཅེས་སྤྲས་བྱེད་པའི་ཆོས་དེ་རྩོད་པ་རྒྱག་མཁན་ལ་ངེས་པར་དུ་མཁོ་བའི་ཁྱད་ཆོས་དེ་ཚོ་ཤེས་དགོས་རེད། ཁྱད་ཆོས་ག་རེ་རེད་ཟེར་ན་འདི་ཚོ་རེད་ཟེར་བར་ཁྱད་ཆོས། བདག་དང་གཞན་གྱི་གཞུང་ལུགས་ཤེས་བླ་མཁས་པ་དེ་དེ་ཐམས་ཅད་དུ་སྨྲ་བར་བྱེད་དོ་སྟེ། དང་པོ། ནི་རང་དང་གཞན་གྱི་གཞུང་ལུགས་ལ་མཁས་པ་གཅིག་རེད། མི་འཇིགས་པ་ནི་གང་གིས་འཁོར་ཐམས་ཅད་དུ་སྨྲ་བར་བྱེད་པ་པས་དགའ་བ་ཡིན་ན་ཡང། རྩོད་པ་ག་འདྲ་ཞིག་རྒྱག་པ་བྱུང་ན་ཡང་ཞེད་སྣང་མེད་པ་གཉིས་རེད། ད་དེར་བ། ད། བདག་དང་གཞན་གྱི་གཞུང་ལུགས་ལ་མཁས་པ་དེ་ཐམས་ཅད་དུ་སྨྲ་བར་བྱེད་དོ་སྟེ། རང་བཞིན་གྱི་གཞུང་ལུགས་ཚང་མ་ལ་ཁེབས་པ་ཡིན་པ་དང། ཡང་ནི་ཤེས་ཐུབ་པ། མི་འཇིགས་པ་ནི་གང་གིས་འཁོར་ཐམས་ཅད་དུ་སྨྲ་བར་བྱེད་དོ་སྟེ། རྩོད་པ་ག་བ་རྒྱག་པ་བྱུང་ན་ཡང་དེ་ལ་ཞེད་སྣང་མེད་པ། སྤོབས་པ་ནི་གང་གིས་ཐམས་ཅད་དུ་ལན་འདེབས་པ་ཤེས་པའོ་སྟེ། དྲིས་པ་ཐམས་ཅད་ལ་ལན་སྤྲད་ནུས་པ། དེ་འདྲ་དེ་རྩོད་པ་རྒྱག་མཁན་ལ་ངེས་པར་དུ་དགོས་པའི་ཁྱད་ཆོས་གསུམ་པོ་དེ་རེད། དེ་ནས། བདག་ལེགས་སོ་འདོད་པས་སྨྲ་བའི་ཚུལ་ཤེས་པར་བྱ་ཡི་རྩེ་གཅིག་སྨྲ་བར་མི་བྱེད་དེ་སྟེ། རང་བཞིན་རང་དང་གཞན་ལ་ཕན་པར་འདོད་མཁན་རྣམས་ཀྱིས། སྤྱི་བཏང་རྩོད་པ་རྒྱག་སྟངས་སྐོར་ཤེས་དགོས་རེད། ཡིན་ན་ཡང། ག་དུས་ཡིན་ན་ཡང། གཞན་དང་རྩོད་པ་བརྒྱབ་རུང་གི་མ་རེད་ཟེར་བ་ག་རེ་རེད་ཟེར་ན། རང་དང་གཞན་གྱི་འགལ་བ་ལ་བར་ཆད་བྱེད་སྲིད་ཀྱི་རེད་ཟེར་བ། བྱས་ཙང་བདག་ལེགས་སོ། བདག་ལེགས་སོ་འདོད་པས་སྨྲ་བའི་ཚུལ་བཤད་པར་བྱ་ཡི་རྩེ་གཅིག་སྨྲ་བར་མི་བྱ་སྟེ། རང་དང་གཞན་ལ་ཕན་པར་འདོད་མཁན་རྣམས་ཀྱིས། སྤྱིར་བཏང་རྩོད་པ་བརྒྱབ་སྟངས་སྐོར་ཤེས་དགོས་ཀྱི་རེད། ཡིན་ན་ཡང་ག་དུས་ཡིན་ན་ཡང་རྩོད་པ་བརྒྱབ་རུང་གི་མ་རེད། རང་དང་གཞན་གཉིས་ཀའི་འགལ་བ་ལ་བར་ཆད་འགྲོ་གི་རེད་ཟེར་བ། ད་འདིའི་རྒྱུན་དེ་ལ་བརྟེན་ནས་སངས་རྒྱས་ཀྱི་ཆོས་མདོ་ལ་གཅིག་གསུངས་པ་རེད་ཟེར་བ་ལྟར་བཅོམ་ལྡན་འདས་ཀྱིས་ཆོས་སྔོན་མོའི་མདོ་ལ་ཇི་སྐད་དུ་གསུངས་པ་ལྟ་བུ་སྟེ། གནས་བཅུ་ཐོབ་པའི་བྱང་ཆུབ་སེམས་དཔའ། དགེ་བའི་ཕྱོགས་ལ་བརྩོན་པ་སྙིང་པོར་བྱེད་པ་སེམས་ཅན་འདུལ་བ་སྙུད་དུ་བླང་ན་ཡང་དག་པར་བཟོད་པའི་བྱང་ཆུབ་ཏུ་མངོན་པར་གཙོ་བོ་རྒྱལ་བར་འདོད་པ་སྟེ། གཞན་དག་དང་རྩོད་པ་གཞན་དག་དང་རྩོད་པས་སྨྲ་བར་མི་བྱའོ་སྟེ་སྡིག་པར་སྡོམ་རྒྱུ་སྟེ། ཨ་ནི་སངས་རྒྱས་ཀྱི་མདོ་ལས་གསུངས་པ་ལྟར་དུ། བརྩོན་པས་སངས་རྒྱས་ཀྱི་མདོ་ལས་གསུངས་པ་ལྟར་དུ་རྩོད། པ་བརྒྱད་པའི་སྐྱོན་བཅུ་ཧ་གོ་མཁན་གྱི་བྱང་ཆུབ་སེམས་དཔའ་རྣམས་ཀྱིས། ཨ་ནི། མི་གཞན་དང་རྩོད་པ་རྐྱང་པ། བྱས་ནས་ཨ་ནི་བསྡད་རུང་གི་མ་རེད་ཟེར་བ་རེད། དང། འདི་གིས་ག་རེ་བཤད་པ་རེད་ཟེར་ན། མདོ་ལས། བཅོམ་ལྡན་འདས་ཀྱིས་ཆོས་མངོན་པའི་མདོ་ལ་ཇི་སྐད་དུ་གསུངས་པ་ལྟ་བུ་སྟེ། གནས་བཅུ་མཐོང་བའི་བྱང་ཆུབ་སེམས་དཔའ་དགེ་བའི་ཕྱོགས་ལ་བརྩོན་པ་ནན་ཏན་སྙིང་པོར་བྱེད་པ་སེམས་ཅན་བསྡུས་པ་སྙུད་དུ་བླ་ན་མེད་བླ་ན་ཡང་དག་པར་བཟོད་པའི་བྱང་ཆུབ་མངོན་པར་འཚང་རྒྱ་བར་འདོད་པས་གཞན་དག་དང་རྩོད་པས་སྨྲ་བར་མི་བྱ་བ་སྟེ། དེ་དོམ་དང་བསྡོམས་ན་ནི་མདོ་ལས་གསུངས་པ་ལྟར་དུ། རྩོད། རྩོད་པ་བརྒྱབ་པའི་སྐྱོན་བཅུ། ཧ་གོ་མཁན་གྱི་བྱང་ཆུབ་སེམས་དཔའ་རྣམས་ཀྱིས། ག་དུས་ཡིན་ན་ཡང་མི་གཞན་དག་དང་རྩོད་པ་རྐྱང་པ་བརྒྱབ་ནས་ནས་བསྡད་ཀྱི་ཆ་གཞི་དེ་བྱེད་རུང་གི་མ་རེད་ཟེར་དགོས། ག་ཡིན་ཟེར་ན་དེ་ལ་སྐྱོན་ཆེན་པོ་བཅུ་ཡོད་རེད་ཟེར་དགོས། ཨ་ནི། སྐྱོན་ཆེན་པོ་བཅུ་གཉིས་ཡོད་རེད་ཟེར་དགོས་རེད། ད་ནི་སྐྱོན་ཆེན་པོ་བཅུ་གཉིས་དེ་ག་རེད་ལབ་པ་ཡིན་ན་ཟེར་བ་རེད་སྐྱོན་དེ་རིམ་པ་བཞིན་དུ་བཤད་པ་རེད་སྐྱོན་ཆེན་པོ་བཅུ་གཉིས་དེ་ནི། དམ་པའི་ཆོས་ཀྱི་དོན་གྱི་མཆོག་དང་ལྡན་པ་ཤེས་པ་ཀུན་ཤེས་པ་དཀོན་པ་དང་སྟེ་ཟེར་བ་རེད་དེ་ནི་དེ་དེ་ནི་ག་སོགས་རེད། རྩོད་པའི་སྒོ་ནས་རྩོད་པ་རྒྱབ་པའི་སྒོ་ནས་དོན་དག་ཧ་གོ་མཁན་དཀོན་པོ་ཡོད་རེད་ཟེར་བ་རེད། རྩོད་པ་བརྒྱབ་ནས་དོན་དག་ཧ་གོ་བས་ཁྱབ་ན་ཙམ་འགྲིག་བདེ་བ་སྟེ། ཨ་ནི་དམ་པའི་ཆོས་ཆོས་ཀྱི་དོན་གྱི་མཆོག་བདེན་པར་ཤེས་པ་ཀུན་ཤེས་པ་དཀོན་པ་དེ་རྩོད་པ་བརྒྱབ་པའི་མགོ་ནས་དོན་དག་ཧ་གོ་མཁན་དཀོན་པོ་ཡོད་རེད་ཟེར་བ། ཀུན་ཤེས་པར་བྱ་བའི་བསམ་པས་སྨྲ་བ་དཀོན་པ་སྟེ་ཟེར་བ། ཕན་པར་ཕན་པར་བསམ་པའི་སྒོ་ནས་རྩོད་པ་རྒྱབ་མཁན་དཀོན་པོ་ཡོད་རེད་ཟེར་བ་རེད། ཚོགས་པ་མཁས་པ་དང་རྟོགས་པ་དང་ལྡན་པ་རྣམས་དཀོན་པ་སྟེ་དེ་ནི་དཔང་པོ་ཡག་པོ་དེ་འདྲའི་དཀོན་པོ་ཡོད་རེད་ཟེར་བ་རེད། དེ་ནི་དེ་ཆེ་ད། ཕྱོགས་ངན་པ་ཡོངས་སུ་འཛིན་ཅིང་མངོན་པར་ཞེན་པ་དང་སྟེ། དེ་ནི་རང་གི་གྲུབ་མཐའ་ལ་ཞེན་ཆགས་ཆེན་པོ་ཡོད་རེད་ཟེར་བ་རེད།

ཨ་ནི་རྒྱུ་མཚན་ལྟ་སྣང་གི་སྒོ་ནས་གཞན་ཕབ་པར་བྱེད་པ་ལ་སོགས་པ་དེ་འདྲའི་ཡང་ཡོད་རེད་ཟེར་བ་རེད། ཨ་ནི་དུས་མ་ཡིན་པར་གཏམ་ལ་སྦྱོར་བའི་ཉེས་པ་དང་སྟེ། གཞན་གྱི་ངག་མ་རྫོགས་པར་ལན་སྤྲད་ལན་སྨྲ་བ་ལ་སོགས་པ་དེ་འདྲའི་ཡང་ཡོད་རེད་ཟེར་བ་རེད། གཏམ་ཁྱད་དུ་གསོད་པའི་ཉེས་པ་དང་སྟེ། གཞན་གྱི་རྩོད་པ་ཡག་པོ་བརྒྱབ་ན་ཡང། ཁྱོད་རང་གི་རྩོད་པ་ཡག་པོ་བརྒྱབ་མ་སོང་ཟེར་སྨད་ར་བཏང་གིན་ཡང་ཡོད་རེད་ཟེར་བ་རེད། ཚིག་བརླང་པོའི་ཉེས་པ་དང་སྟེ། ཨ་ནི། ཚིག་རྩུབ་ལ་སོགས། རྐྱང་རྐྱང་བེད་སྤྱོད་བཏང་ནས། དེ་ནས་སེམས། འཁྲུག་བཅུག་པ་ལ་སོགས་པ་དེ་འདྲས་ཡོད་རེད་ཟེར་བ་རེད། གཙོ་བོ། ཡིད་འཁྲུག་པའི་ཉེས་པ་དང། ཡིད་འཁྲུག་པའི་ཉེས་པ་དང། གང་ཉེས་པ་རྣམ་པ་དྲུག་སྤངས་ཏེ་སྨྲ་བ་དཀོན་པ་དང་བར་དུ་མཉམ་དུ་འདོམས་ཡས་རེད། ཡིད་འཁྲུགས་པའི་ཉེས་པ་དང་གང་ཉེས་པ་རྣམ་པ་དྲུག་སྤངས་ཏེ་སྨྲ་བ་དཀོན་པ་དང་སྟེ། དེ་ནས་ད་འདིར་བ་ག་སུ་རེ། གཞན་གྱིས་རང་ལ་མི་ཉེས་པ་བརྗོད་པ་ན་རང་གི་སེམས་ཡང་དེ་ནས་འཁྲུགས་འགྲོ་བོ་རེ།

མ་ཡེངས་པར་སེམས་མ་ཡེངས་པའི་ཐོག་ནས་རྩོད་པ་རྒྱབ་མཁན་དཔོན་པོ་རེད་ཟེར་བ། རེད་བ། དེ་བྱས། དེ་ནས་གཞན་གྱི་སེམས་བསྲུང་ཞིང་སྨྲ་བ་དཀོན་པ་དང་སྟེ། གཞན་གྱིས་མ་དད་པའི་སེམས་བསྲུང། དེ་འདྲའི་ཐོག་ནས་རྩོད་པ་རྒྱབ་མཁན་དཀོན་པོ་རེད་ཟེར་བ། རེད་དེ་ནས་ཏིང་ངེ་འཛིན་རྗེས་སུ་བཟུང་ཞིང་སྨྲ་བ་དཀོན་པ་བསྟེན་ཡོད་ཟེར་ན་རང་གི་ཏིང་ངེ་འཛིན་བསྲུང་ཞིང་རྩོད་པ་བརྒྱབ་མཁན་དེ་འདྲའི་དཀོན་པོ་རེད་ཟེར་བ་རེད། རྒྱལ་བ་དང་ཕམ་པའི་སེམས་མེད་པར་སྨྲ་བ་དཀོན་པ་བསྟེན་ཡོད་ཟེར་བ་རེད། དེ་ནས་རང་རྒྱལ་བ་གཞན་ཕམ་པའི་སེམས་ཀྱི་ཐོག་ནས་རྩོད་པ་བརྒྱབ་མཁན་རྐྱང་རྐྱང་རེད་མ་གཏོགས་དེ་འདྲའི་མེད་མཁན་དཀོན་པོ་རེད་ཟེར་བར་རྒྱལ་བའམ། ཕམ་པའི་སེམས་མེད་པར་སྨྲ་བ་དཀོན་པ་དང་སྟེ། རང་རྒྱལ་བ་གཞན་ཕམ་པའི་ཐོག་ནས་རྩོད་པ་རྒྱག་མཁན་རྐྱང་རྐྱང་རེད་མ་གཏོགས། དེ་འདྲའི་མེད་མཁན་གྱི་སེམས་དེ་འདྲའི་སེམས་མེད་པ་དཀོན་པོ་རེད་ཟེར་བར། དེ་ནས་རྒྱལ་བའམ་ཕམ་ཡང་ཀུན་ནས་ཉོན་མོངས་པ་མེད་པ་དཀོན་པ་དང་སྟེ་ཟེར་བར། རང་རྒྱལ་བ་གཞན་ཕམ་པའི་རྐྱེན་གྱིས་དེ་ནས་སེམས་ལ་དཀའ་ངལ་མེད་མཁན་དཀོན་པོ་རེད་ཟེར་བ་རེད་དཔེར་ན་མི་གཉིས་རྩོད་པ་ཐུག་སོང་ན་གཅིག་ཐོབ་པ་རེད་གཅིག་ཕམ་སོང་ན་ཕམ། ཐོབ་མཁན་ཁོ། སེམས་ལ་དཀའ་ངལ་མེད་པ་དེ་འདྲས་དཀོན་པོ་རེད་ད་དུང་ཁོ་འདོད་པ་ཚིམ་མ་ཚིམ་ཡོད་དགོས་རེད་ཕམ་མཁན་ཁོ། དེ་ནས་སེམས་ལ་དཀའ་ངལ་མེད་པ་དེ་འདྲས་དཀོན་པོ་རེད་བྱས་ཙང་འདིའི་རེ་བ་རྒྱལ་བའམ་ཕམ་ཡང་ཀུན་ནས་ཉོན་མོངས་པའི་དཀོན་པོ་དང་སྟེ། རྒྱལ་བ་རྩོད་པ་རྒྱལ་བ་དང་ཕམ་པའི་རྐྱེན་གྱིས་སེམས་ལ་དཀའ་ངལ་མེད་མཁན་དེ་འདྲའི་དཀོན་པོ་རེད་སྲིད་པ་ལས། ཨ་ནི་ཀུན་ནས་ཉོན་མོངས་པར་གྱུར་པ་རེག་པར་གནས་པ་དཀོན་པ་དང་སྟེ་དེའི་རྐྱེན་གྱིས་ལུས་དང་སེམས་གཉིས་བདེ་བར་གནས་པ་དཀོན་པོ་རེད་སྲིད་པ་ལས། ད་ཨེ་ཀུན་ནས་ཉོན་མོངས་པར་གྱུར་པ་རེག་པར་གནས་པ་དཀོན་པ་དང་ཟེར་ན་རྩོད་པ་རྒྱལ་བ་དང་ཕམ་པ་དེའི་རྐྱེན་གྱིས་ལུས་སེམས་གཉིས་ལ། ལྟ་འདི་ར་རྩོད་པ་རྒྱབ་པ་དང་ཕམ་པ་གཉིས་ཀྱི་སེམས་ལ་དཀའ་ངལ་བྱུང། དེའི་རྐྱེན་གྱིས་ཨ་ནི་ལུས། བདེ་བར་གནས་པ་དཀོན་པོ་རེད་ཟེར་བ་རེད། རེག་པར་མི་གནས་པ་དགེ་བའི་ཆོས་རྣམས་ལ་རྒྱུན་དུ་བསྒོམ་པ་དཀོན་པོ་དང་སྟེ། ཨ་ནི་ལུས། བདེ་བར་མ་གནས་སེམས་བདེ་བར་མ་གནས་པའི་རྐྱེན་གྱིས་དགེ་བའི་ཆོས་རྒྱུན་དུ་བསྒོམ་པ་དཀོན་པོ་ཆགས་རེད་ཟེར་བ་རེད། ཡང་དེ་ནས་དགེ་བའི་ཆོས་རྒྱུན་དུ་མི་གོམས་པར་སེམས་མཉམ་པར་མ་བཞག་པར་མཉམ་པར་བཞག་པ་དང་སེམས་མཉམ་པར་བཞག་པར་རྣམ་པར་གྲོལ་བར་དཀོན་ནོ་ཞེ་བོ་སྟེ་ཟེར་བ་དེ་ནི། རྒྱུན་དུ་དགེ་བ་བསྒོམ་མ་ཐུབ་པ་དེའི་རྐྱེན་གྱིས་སེམས་མཉམ་པར་བཞག་པ།

བརྗོད་བྱ། ཟབ་མོ་ཡོད་མཁན་གྱི་མདོ་སྡེའི་དགོངས་པ་གཏན་ལ་འབེབས་པ་ཟེར་བ་དེ་ག་འདྲ་ཡིན་གཟིགས་པ་རེད། ལྡེམ་པོར་དགོངས་པ་རྣམ་པར་ངེས་པ་གང་ཞེ་ན་སྟེ། བརྗོད་བྱ་ཟབ་མོ་ཡོད་པའི་མདོའི་དགོངས་པ་གཏན་ལ་འབེབས་ཟེར་བ་དེ་ག་འདྲ་ཅིག་རེད་ཟེར་གྱི་ཡོད་གཟིགས་པ་རེད། ཧེ་ནི་ལེ་ན། མིང་གི་ཚོགས་དང་ཚིག་གི་ཚོགས་དང་ཡི་གེའི་ཚོགས་རྣམས་ཀྱི་དོན་བཞིན་དུ་བརྗོད་ལ་དོན་བཞིན་དུ་ཡོངས་སུ་འགྱུར་བ་སྟེ། འདི་སྡོམ་ནི། མདོའི་ཚིག་གིས་དངོས་སུ་གཅིག་བརྗོད། དེའི་དོན་དག་གཞན་དུ་ཁ་བསྒྱུར་ནས་ཤེས་དགོས་ཡས་ཀྱི་མདོ་དེ་ལ། ཨ་ནི། མདོ་དེ་ཚོ་ལ་དང་དེ་དེ་དེ་ཟེར་གྱི་རེད། དེ་ནས་ལྡེམ་པོར་དགོངས་པ་རྣམ་པར་ངེས་པ་གཟིགས་རེ་ཞེས་པ་རེད། དངོས་སུ་གཅིག་གསུང་གི་ཡོད་པ་མདོ་ནས། མདོ་ནས་དངོས་སུ་གཅིག་གསུང་གི་ཡོད་པ་དེ། དེའི་དོན་དག་དེ་ཁ་གཞན་དུ་བསྒྱུར་ནས་ཤེས་དགོས་ཡོད་མདོ་དུ་རེད་དཔེར་ན། ཕ། མ། སྲས་ཟེར་དངོས་སུ་གསུངས་པ་རེད་དེ། འདིའི་དོན་དག་དེ་གཞན་དག་ཅིག་ལ་ཁ་བསྒྱུར་ནས་ཤེས་དགོས་ཀྱི་ཡོད་མདོ་དེ་ཚོ་རེད་བྱས་ཙང། དེ་ནས་དེ་བཤད་འགྲོ་དུས་གང་ལ། མིང་གི་ཚོགས་དང་ཚིག་གི་ཚོགས་དང་ཡི་གེའི་ཚོགས་རྣམས་ཀྱི་དོན་གཞན་དུ་བརྗོད་ལ་དོན་གཞན་དུ་གྱུར་ནས་ཡོངས་སུ་འགྱུར་བ་སྟེ། མདོ། གི་ཚིག་གིས་དངོས་སུ་གཅིག་བརྗོད། དེའི་དོན་དག་ཁ་གཞན་དུ་བསྒྱུར་ནས་ཤེས་དགོས། ཤེས་དགོས། དེ་ཚོ་ལ་ཟེར་གི་རེད་ཟེར་གི་རེད། ད་ག་འདྲ་རེད་ཟེར་ན་དངོས་སུ་གསུང་ངེས་དེ་དང་ཁ་བསྒྱུར་བ་གཉིས་རེད་དཔེར་ན་དངོས་སུ་མདོ་ལས། ཇི་སྐད་དུ་མདོའི་ནང་དུ། ཕ་ནི་མ་ནི་སྲས་ཀྱིས་བྱིན་ཟིན། ཕ་དང་མ་གཉིས་སྲས་གསུངས་པ་རེད། རྒྱལ་པོ། བཅོམ། གཙང་སྦྲ་ཅན་གཉིས་སར་གཙང་སྦྲ་ཅན་གྱི་མི་གཉིས་བཅོམ། ཡུལ་འཁོར་བཅོམ། རང་གི་འཁོར་དང་བཅས་པ་བཅོམ་ཐུབ་ན། དེ་འདྲའི་བཅོམ་མཁན་མི་དེས་དག་པར་གྱུར། མིའི་ནང་ནས་དག་པ་དག་ཀྱང་གཙང་མ་གཙང་རྐྱང་ཆགས་འགྲོ་གི་རེད་ཅེས་དངོས་སུ་འདི་གསུངས་པ་རེད། དངོས་སུ་འདི་གསུངས་པ་རེད་དེ། འདིའི་དོན་དག་ག་རེ་བཤད་པ་རེད་ཟེར་དུས།

ཅེས་བཅོམ་སྟེ། ཟེར་ན། སྐྱེ་མཆེད་དྲུག་རང་གི་ཡུལ་དང་བཅས་པ་སྤང་ཞེས་པའི་དོན་དག་རེད། དེ་འདྲའི་སྤང་ལྟར་ན། མི་དེ་དག་པར་འགྱུར། སྤོང་མཁན་མི་དེ། དག་པ། འཕགས་པའི་གང་ཟག་ཆགས་འགྲོ་བོ་རེད་ཟེར་བ་རེད། ཨོ་དེ་འདྲས་རེད། དངོས་སུ། ཕ་དང་མ་ནི་བསད་བྱས་ཤིང་ཟླ་བ་རེད་དེ། དོན་དག་དེ་གཞན་དུ་ཁ་བསྒྱུར་ནས་བཤད་དགོས་མཁན་དེ་ཚོ་ལ་ཟེར་གི་རེད། ཡང་གཞན་དག་བཤད་པར། ཡང་ཇི་སྐད་དུ། དེ་ནས། ཞི་གེ་དུ། ཡིད་མི་ཆེས་པ་ཟས་མེད་སོ། མི་གང་ཁྱིམ་བིག་བྱེད་པ་དང། གོ་སྐབས་བཅོམ་དང་སྐྱུག་པ་ཟ། དེ་ནི་སྐྱེས་བུ་མཆོག་ཡིན་ནོ་ཟེར་བས། ཡིད་མི་ཆེས་ཟེར་ད་གཅིག་རེད་ཡིད་མི་ཆེས་ཡིད་མི་ཆེས་ཟེར་དུས། དེ་ནི་ལས་འབྲས་ལ་ཡིད་ཆེས་མེད་མཁན། ཡིད་མི་ཆེས་ལས་འབྲས་ལ་ཡིད་ཆེས་མེད་མཁན། བྱེད་མི་སོ་ཟེར་ན། དྲིན་ལན་ལོག་འཇལ། དྲིན་ལན་ལོག་འཇལ། དྲིན་ལན་ལོག་པ་འཇལ་མཁན་ནི་སྲིད་པ་རེད། མི་དགའ་ན་ཁྱིམ་ཕིག་བྱས་ཟེར་ན་རྐུ་མ་རྒྱབ་མཁན་ནི་སྲིད་པ་རེད། གོ་སྐབས་བཅོམ་ཟེར་ན་རྫུན་བཤད་མཁན་ནི་སྲིད་པ་རེད། སྐྱུག་པ་ཟ་ཟེར་ན་ཁྱི་ན་ཤིང་རྟག་ཏུ་སྐྱུག་པ་ཟ་མཁན་མི་དེ་ནི་སྐྱིད་པོ་ཆོག་ཟེར་ན་མིའི་ནང་ན་ཡག་ཤོས་ཡིན་གསུངས་པ་རེད། ཅེས་དང། ཡིད་མི་ཆེས་དང་གཅིག་བྱས། བྱེད་མི་བཟོ་ཟེར་གཉིས། མི་དགའ་ན་ཁྱིམ་ཕིག་མི་བྱེད། མི་གང་ཁྱིམ་འབིགས་བྱེད་པ་གསུམ། གོ་སྐབས་བཅུ་འབའ་ཞིག་སྐྱུག་པ་ཟ་བ་ལྔ་རེ། ཅི་ལ་ཡིད་མི་ཆེས་དངོས་སུ་ཡིད་མི་ཆེས། ལས་འབྲས་ལ་ཡིད་ཆེས་མི་མཁན་གྱི་མི། བྱེད་མི་སོ་སོ་ནི། བཀའ་དྲིན་ལོག་པར་འཇལ་མཁན་གྱི་མི། ཁྱིམ། མི་གང་ཁྱིམ་འབིགས་བྱེད་པ་དང་སྟེ་དབུ་མ་རྒྱབ་མཁན་གྱི་མི། གོ་སྐབས་བཅོམ་ཟ་ནི་རྫུན་བཤད་མཁན་གྱི་མི། སྐྱུག་པ་ཟ་ཟེར་ན་ཁྱི་ནང་བཞིན་སྐྱུག་པ་ཟ་མཁན་གྱི་མི་དེ་ནི་སྐྱིད་པོ་མཆོག་ཟེར་མིའི་ནང་ལ་ཡག་ཤོས་ཡིན་གསུངས་པ་རེད་ད་དངོས་ཟོང་འདི་གསུངས་པ་རེད་ད་འདིའི་དོན་དག་དེ་གཞན་གྱིས་ཤེས་དགོས་པ་རེད་ཟེར་བ་རེད་དེ་ནི་ག་རེ་ཟེར་བ་རེད་ཟེར་ན། ད་འདི་ག་རེ་བཤད་དགོས་རེད་ཟེར་ན། དེ་ནས། ད་ཡིད་མི་ཆེས་ཟེར་དེ་དོན་དག་ག་ལ་དགོས་རེད་ཟེར་ན། དགྲ་བཅོམ་ཐོབ་སོང་ན་གནས་ལུགས་རང་གིས་མངོན་སུམ་དུ་མཐོང་ཚར་བ་ཡིན་དུས་གཞན་གྱིས་བཤད་པ་ལ་ཞེ་དྲག་ཞེ་དྲག་གང་ཡང་ཡིད་ཆེས་གནང་གི་མ་རེད་ཞེས་པའི་དོན་དག་རེད་ཟེར་བ་ཡིད་མི་ཆེས་ཟེར་ན། དགྲ་བཅོམ་ཐོབ་སོང་ན། གནས་ལུགས་ཁོ་རང་གིས་མངོན་སུམ་དུ་རྟོགས་ཚར་བ་ཡིན་དུས་ཨ་ནི་གཞན་གྱིས་ག་ཚོད་བཤད་ན་ཡང་དེ་ལ་ཡིད་ཆེས་དེ་འདྲ་གིས་གནང་གི་མ་རེད་ཞེས་པའི་དོན་དག་རེད་ཟེར་བ། བྱེད་མི་གསོ། བྱེད་མི་གསོ་ཟེར་བྱེད་པ་མི་གསོ་རེད། བྱེད་པ་མི་གསོ་ཞེས་པའི་དོན་དག་དེ། དེ་ནི། འགོག་བདེན། ཐོབ་སོང་ན། དེ་འདྲའི་འགོག་བདེན་དེ་རྒྱུ་རྐྱེན་ལས་མ་གྲུབ་པར་མངོན་སུམ་དུ་ཤེས་ཀྱི་རེད་ཞེས་པའི་དོན་དག་རེད་ཟེར་དགོས་རེད། ད་མི་གང་ཁྱིམ་འབིག་བྱེད་པ་དང་ས་རྐུ་མ་རྒྱག་མཁན་དེ་ར་རྐུ་མ་རྒྱག་མཁན་དེ་གར་ཟེར་དགོས་རེད་ཟེར་ན། དེ་ནི། ཡང་སྲིད། སྐྱེ་བ། ཡང་སྐྱེ་བ། སྐྱེ་བ་ཕྱི་མ་ལེན་པའི་རྒྱུ། ཉོན་མོངས་ཚང་མ་སྤངས་ཞེས་པའི་དོན་དག་རེད་ཟེར་དགོས་རེད། གོ་སྐབས་བཅོམ་ཟེར་ན། གོ་སྐབས་བཅོམ་ཟེར་ན། དེ་ནི་དེའི་རྐྱེན་གྱིས་འཁོར་བའི་སྡུག་བསྔལ་འབྱུང་བའི་གོ་སྐབས་མེད་པར་ཆགས་འགྲོ་གི་རེད་ཞེས་པའི་དོན་དག་རེད་ཟེར་བ་རེད། ཨ་ནི་སྐྱུག་པ་ཟ་ཟེར་ན་དེ་ནི། ཚེ་འདིར། ཚེ་འདིར། ཡོད་བྱད་ཀྱི་སྟོབས་ཀྱིས། ཚེ་འདིར། ད་ནི་ཟ་རྒྱུ་དང་འཐུང་རྒྱུ་ལ་སོགས་པའི། ཨ་ནི། ཡོད་བྱད་ཀྱི་སྟོབས་ཀྱིས་ལུས་དེ་འཚོ་བ་ཡིན་ན་ཡང། ལུས་དང་སྲོག་ལ་རེ་བ་མེད་པ། རེ་བ་མེད་པ། སྐྱུག་པ་ཟ་བ་དང་འདྲ་བར་ཤེས་པ་ལ་ཟེར་གྱི་རེད་བསམ། དཔེར་ན་དགྲ་བཅོམ་ཐོབ་སོང་བ་རེད། ད་དགྲ་བཅོམ་ཆགས་ཚར་དུས་གོ་ལ། དེ་ནས་ཁ་ལག་དུག་ལོག་མ་གོན་ཁ་ལག་མ་ཟ་ན། ལྟོགས་ཤི་དང་གྲང་ནས་ཤི་འགྲོའི་ཉེན་ཁ་ཡོད་རེད་བྱས་ཙང། ལུས་དེ་འཚོ་བ་ལ། ཟ་རྒྱུ་འཐུང་རྒྱུ་ཡོད་ཕྱིར་ལ། གཏན་ནས་ཚོགས་དབུགས་ཡོད་རེད་དེ། ཡིན་ན་ཡང་ལུས་དང་སྲོག་ལ་རེ་བ་གས་མེད་རེད་ཨ་ནི་སྐྱུག་པ་ཟ་བ་དང་འདྲ་བ་ཅིག་ཤིང་གི་བ་རེད་ཟེར་བ་རེད། བྱས་ཙང་ད་དེར་བ། སྐྱུག་པ་ཟ་བ་ཟེར་ན། དེ་ད་གིན་ང་ཚོ་དོན་དག་དངོས་སུ་ཤེས་ཏེ། ཁྱི་ན་ཅིག་སྐྱུག་པ་ཟ་མཁན་དེ་ཟེར་བ་རེད་བ། ད་དོན་དག་ལ་གར་ཟེར་བ་རེད་ཟེར་ན། ཨ་ནི་དགྲ་བཅོམ་པ་དེས། སྐུ་ཚེ་འདི་ལ། དེ་ནས། སྐུ་ཚེ། དགྲ་བཅོམ་པ། དེ་ནས། སྐུ་ཚེ། བཞུགས་པའི་སྐབས་སུ། ཁོ་རང། འཚོ། འཚོ་བསྡད་དེ། ཟས་དང་གོས་ལ་དེ་ནས་འཚོ་བསྡད་ཀྱི་ཡོད་རེད། འཚོ་བསྡད་ཀྱི་ཡོད་རེད་དེ། ཡིན་ན་ཡང། དེ་འདྲའི་གི་འཚོ། འཚོ་བ་རེ་ལ་ཕན་འདོགས་མཁན་ལོངས་སྤྱོད་དང་སོགས་ལ། རེ་བ་མེད་པ། རེ་བ་མེད་པ་བྱས། དཔེར་ན་སྐྱུགས་པ་ཟ་བ་དང་འདྲ་པར་ཤེས་ཀྱི་ཡོད་རེད། དེའི་དོན་དག་ཤེས་ཀྱི་ཡོད་རེད། ཡང་མདོ་ནས་འདི་གསུངས་པ་རེད་སོགས་མདོ་ནས་མདོ་ནས་འདི་གསུངས་པ་རེད། སྙིང་པོ་མེད་ལ་སྙིང་པོར་བྱས་ཕྱིན་ཅི་ལོག་ལ་ཤིན་ཏུ་གནས་ཉོན་མོངས་ཀུན་ནས་རབ་བཅོམ་པ་དང་བྱང་ཆུབ་དམ་པ་ཐོབ་པར་འགྱུར་ས་འདི་དེ་རེད། དངོས་སུ་ག་རེ། སྙིང་པོ་མེད་པ་དེ་ཆོས་མེད་ཀྱི་དེ་ཆོས་ཡིན་ཆོས་མེད་པ་དེ་ཆོས་ཡིན་ཆོས་ཡོད་པ་ཡིན་སྲིད་པ་གཅིག་པ་རེད། སྙིང་པོ་མེད་ལ་ད་ང་ཚོ་ཆོས་ཡོད་མར་ཟེར་དེ་རེད་བ། སྙིང་པོ་མེད་ལ་སྙིང་པོར་ད་ཆོས་རྩ་ནས་མེད་པ་དེ་འོ་ད་ཆོས་ཡོད་ཆོས་ཡོད་པ་ཡིན་ཟེར་ཞེས་གསུངས་པ་དང། ཕྱིན་ཅི་ལོག་ལ་གནས་པ་དང་ཟེར་ན་དེ་ནི། ད་འདིར་ཕྱིན་ཅི་ལོག་ལ་གནས་པར་ཟེར་དུ་བ་ན། འདུས་བྱས་རྟག་པ་ཡིན་གཙང་མ་ཡིན་དེ་ནི། བདེ་བ་ཡིན་དཔེར་ན། ལུས་དེ་རྟག་པ་ཡིན་བདེ་བ་ཡིན་གཙང་མ་ཡིན་ལ་སོགས་པའི་ཕྱིན་ཅི་ལོག་གིས་བསམ་བློ་ཕྱིན་ཅི་ལོག་ཡོད་མཁན་ཟེར་བ་ལ། ད་འདིར་སྙིང་པོ་མེད་ལ་སྙིང་པོ་མེད་ཟེར་དུས་སྙིང་པོ་མེད་སྙིང་པོ་སྙིང་པོ་མེད་སྙིང་པོར་ཤེས་ས་ཆོས་མེད་པ་ལ་ཆོས་ཡོད་པར་འཛིན། ཕྱིན་ཅི་ལོག་ལ་གནས་ཟེར་ན། ལུས་རྟག་པ་ཡིན་བསམ། ལུས་གཙང་མ་ཡིན་བསམ། ལུས་དེ་ནས་བདེ་བ་ཡིན་བསམ་པ་དེ་འདྲའི་བསམ་བློ་ཕྱིན་ཅི་ལོག་ཡོད་མཁན་ཟེར་བ་ལ། ཉོན་མོངས་པའི་ཀུན་ནས་རབ་ཉོན་མོངས་པའི་ཉོན་མོངས་ཀུན་ནས་རབ་ཉོན་མོངས་ཏེ། དེ་ནས། འདོད་ཆགས་ལ་སོགས་ཉོན་མོངས་ཀྱིས་རང་གི་སེམས་ཀྱང་དཀའ་ངལ་ཡོད་མཁན་དུ་བཟོས་བཞག་པ་རེད། དེ་འདྲའི་བཟོས་བཞག་པའི་མི་དེ་མྱུར་དུ་ཐར་པ་བྱང་ཆུབ་དམ་པ་ཐོབ་མྱུར་དུ་ཐར་པ་ཐོབ་འགྲོ་གི་རེད་ཅེས་གསུངས་པ་རེད་དངོས་སུ་འདི་གསུངས་པ་རེད་བ། ད་འདིས་དོན་དག་ག་རེ་ཤེས་དགོས་ཟེར་ན་སྙིང་པོ་མེད་ལ་སྙིང་པོར་ཤེས་ཟེར་ཏེ། དེ་ནས་སྙིང་པོ་མེད་པ་ཟེར་ན་ག་ཟེར་སྙིང་པོ་མེད་པ་ཟེར་ན་རྣམ་གཡེང་མེད་པའི་དོན་དག་རེད། རྣམ་གཡེང་མེད་སོང་ན་དེ་སྙིང་པོར་ཤེས་ཡོད་ཟེར་ན་དེ་ནས་ཏིང་ངེ་འཛིན་ཡག་པོ་ཡོང་གི་རེད་ཞེས་དོན་དག་བསྟན་དགོས་རེད་ཟེར་སྙིང་པོ་མེད་ལ་སྙིང་པོར་སྙིང་པོ་མེད་པ་ཟེར་དོན་དག་དེ་སྙིང་པོ་མེད་པ་ཟེར་ན་རྣམ་གཡེང་མེད་པ་རེད། སྙིང་པོར་ཤེས་ཟེར་ན་རྣམ་གཡེང་མེད་ན་དེ་ནས་ཏིང་ངེ་འཛིན་གྱི་ཡོན་ཏན་ཡག་པོ་ཡོང་གི་རེད་ཟེར་བ་རེད། ཕྱིན་ཅི་ལོག་ལ་ཤིན་ཏུ་གནས་ཟེར་བའི་དོན་དག་དེ་ག་རེད་ཟེར་དུས། དེ་ནི། ལུས་མི་རྟག་པ། ལུས་སྡུག་བསྔལ་བ། ལུས་སྟོང་པ། ལུས་བདག་མེད་ཀྱི། དོན་མངོན་སུམ་དུ་རྟོགས་ན། མཐོང་ལམ་ཐོབ་གི་རེད་ཟེར་བའི་དོན་དག་ཤེས་དགོས་རེད་ཟེར་བ་རེད། ནི་ཉོན་མོངས་ཀུན་ནས་རབ་ཉོན་མོངས། ཏེ། ཟེར་བ་རེད། གཞན་དོན་དུ་ཡུན་རིང་པོར་དཀའ་བ་སྤྱད་པའི་དཀའ་ངལ་སྙོགས་ན། མཐར། སྒོམ་ལམ།

སྦྱིན་པའི་ཉམས་ལེན་མཐར་ཕྱིན་འགྲོ་གི་རེད་ཅེས་གསུངས་པ་རེད། དངོས་སུ་གསུངས་ཡས་ཏེ་ཞལ་འཇུག་སེམས་དཔའ་ཆོས་ལྔ་དང་ལྡན་ན་སྦྱིན་པའི་ཕ་རོལ་ཏུ་ཡོངས་སུ་རྫོགས་པར་བྱེད་དེ་སྟེ། ཞལ་འཇུག་སེམས་དཔའ་གཅིག་ལ་འོག་ནས་བཤད་རྒྱུའི་ཁྱད་ཆོས་ལྔ་དེ་ཡོད་ན་སྦྱིན་པའི་ཉམས་ལེན་མཐར་ཕྱིན་འགྲོ་གི་རེད་གསུངས་པ་རེད། ལྔ་གང་བཞིན། འོ་ན་ཁྱད་ཆོས་ལྔ་པོ་དེ་ག་རེ་རེད་ཟེར་ན་འདི་རེད། དངོས་སུ་གསུངས་ཡས་ཏེ་སེར་སྣའི་ཆོས་ཉིད་འཕེལ་བར་བྱེད་པ་དང་སྟེ། ཨ་ནི་སྦྱིན་པ་གཏོང་གིན་གཏོང་གིན་ལ་སེར་སྣ་ཆེ་རུ་ཆེད་དུ་འགྲོ་གིན། སེར་སྣའི་ཆོས་ཉིད་འཕེལ་བར་བྱེད་པ་སྟེ། སྦྱིན་པ་གཏོང་གིན་གཏོང་གིན་ལ་སེར་སྣའི་སེར་སྣ་ཆེ་རུ་ཆེ་རུ་འགྲོ་གིན་ཅིང། སྦྱིན་པས་ཡོངས་སུ་སྐྱོ་བ་དང་སྟེ། སྦྱིན་པ། སྦྱིན་པ་བཏང་བའི་རྐྱེན་གྱིས་སྦྱིན་པ་ལ་དགའ་བོ་མེད་པར་ཆགས་པ། གཉིས་བྱེད། སློང་བ་ལ་ཚིག་པ་ཟ་བ་སྟེ། སློང་མཁན་ཐོག་མ་དང་པོ་ལམ་སང་ཚིག་པ་ཟ་མཁན། ཞེས་རིག། རེས་འགའ་ཅིའང་མི་བྱེད་པ་སྟེ། མཚམས་མཚམས་ལ། མཚམས་མཚམས་ལ་དེ་ནི་དངོས་པོ་ཅུང་ཟད་ཙམ་ཡང་མཚམས་རེ་དངོས་པོ་ཅུང་ཟད་ཀྱང་མི་འབྲེལ་མཁན་ཟེར་བ་རེད། སྦྱིན་པ་ལས་རུང་དུ་གྱུར་བ་ཟེར་ན། སྦྱིན་པ་བཏང་པའི་ལས་འགུལ་ལས་འབད་ཐག་རིང་པོ་གནས་མཁན་ཟེར་བ་རེད། འདིའི་ཁྱད་ཆོས་ལྔ་དེ་ཚང་ན་བྱང་ཆུབ་སེམས་དཔའ་སྦྱིན་པའི་ཕ་རོལ་ཏུ་ཕྱིན་པ། བྱང་ཆུབ་སེམས་དཔའ་སྦྱིན་པའི་ཕ་རོལ་ཏུ། སྦྱིན་པའི་ཉམས་ལེན་མཐར་ཕྱིན་དྲུག་རེ་གསུངས་པ་རེད། དང་གོང་དུ། བྱང་ཆུབ་སེམས་དཔའི་སྦྱིན་པའི་ཉམས་ལེན་མཐར་ཕྱིན་དྲུག་འདི་གསུངས་པར། སྦྱིན་པ་གཏོང་གིན་གཏོང་དགོས་ལ་སེར་སྣ་ཆེ་རུ་འགྲོ་མཁན། སྦྱིན་པ་བཏང་བའི་རྐྱེན་གྱིས་སྦྱིན་པ་ལ་དགའ་བོ་མེད་པ། སློང་མཁན་མཐོང་མ་ཐག་ཏུ་སློང་མཁན་ལས་རྩིག་པ་ཟ་མཁན། ཡང་ན་མཚམས་མཚམས་ལ། དངོས་པོ་ཅུང་ཟད་ཙམ་ཡང་མི་སྤྲུལ་གྱིས། ཨེ་ནི། སྦྱིན་པའི་ལས་འགུལ་ལས་བེར་ཐག་རིང་པོ་གནས་མཁན་གྱི་མི་དེས་གནས་ན། ཨེ་ནི་སྦྱིན་པའི་ཉམས་ལེན་མཐར་ཕྱིན་འགྲོ་གི་རེད་གསུངས་པར་དངོས་སུ། དོན་དག་ལ་ག་རེ་བཤད་དགོས་རེད་ཟེར་དུས། ད་ད་དོན་དག་ལ་འདི་བསྒྱུར་ནས་བཤད་དགོས་ཀྱི་ཡོད་རེད་བ། དེ་བཤད་དགོས་བཤད་དགོས་ཀྱི་རེད་དེ་ནི་ད། དེ་ནི། དང་པོ་དེ་ག་རེ་བཤད་དགོས་རེད་ཟེར་དུས་ད། དེ་ནས་སྦྱིན་པ་གཏོང་གིན་གཏོང་གིན་ལ་སེར་སྣ་ཆེ་རུ་ཆེ་རུ་འགྲོ་སའི་དོན་དག་ག་རེ་ཞིག་གོ་རེད་ཟེར་ན། སེར་སྣ་བག་ཆགས་དང་བཅས་པ་སྤངས་ནས་དེའི་ཆོས་ཉིད་དག་པ་གཉིས་ལྡན། ཐོབ་ཞེས་པའི་དོན་དག་བསྟན་གྱི་རེད་ཟེར་བ་རེད། དེ་ནས་སྦྱིན་པ་བཏང་ན་སེར་སྣ་བག་ཆགས་དང་བཅས་པ་སྤངས་ནས་དེའི་ཆོས་ཉིད་དག་པ་གཉིས་ལྡན་ཐོབ་ཟེར་བསྟན་པ་རེད། དེ་ནས། སྦྱིན་པས་ཡོངས་སུ་སྐྱོ་བ་དང་ཞེས་པའི་དོན་དག་དེ་ག་རེ་བཤད་པ་རེད་བསམ་ན། ཡུན་རིང་པོར། ཡུན་རིང་པོར། ཡུན་རིང་པོར་སྦྱིན་པ་བཏང་བའི་ཆེད་དུ། ལུས་དང། ད་དེ་རེད། ཡུན་རིང་པོར་ཡུན་རིང་པོ་རིང་ལ་སྦྱིན་པ་བཏང་བའི་ཆེད་དུ། ལུས་དང་རྒྱལ་སྲིད་ལ་སོགས་པ། གཏོང་བའི་སྐབས་སུ། དེ་ནས། དཀའ་ངལ་ཆེན་པོ་ཡོད་རེད་དཀའ་ངལ་ཆེན་པོ་ཡོད་རེད་དེ་དཀའ་ངལ་ཆེན་པོ་ཡོད་པ་ནང་བཞིན་ཅིག་ཕྱི་ལོག་རྣམ་འགྱུར་སྟོན་གི་ཡོད་རེད་ཟེར་བ་འདི་དོན་དག་རེད། སྦྱིན་པས་ཡོངས་སུ་སྐྱེ་བ་དང་སོ་ད་བྱང་ཆུབ་སེམས་དཔའ་དེ་གི། སྦྱིན་པས་ཡོངས་སུ་སྐྱོ་བ་དང་ཞེས་པའི་གར་བཤད་པ་རེད་ད་བྱང་ཆུབ་སེམས་དཔའ་དེ་གི། ཡུན་རིང་པོ་བཞི་བོ་ཅི་རིང་ལ། དེ་ནས་ལུས་སྦྱིན་པ་དང་རྒྱལ་སྲིད་སྦྱིན་པ་བཏང་བ་ལ་སོགས་པ་དཀའ་ལས་ཆེན་པོ་བརྒྱབ་དུས་ཕྱི་ལོག་ལ།

དངོས་སུ་ཞེས་ག་རེ། བྱང་ཆུབ་སེམས་དཔའ་དེ་སྦྱིན་པ་བཏང་པའི་ཉམས་ལེན་ལས་འབད་ཐག་རིང་པོར་གནས་ན། དེ་ནས་བྱང་ཆུབ་སེམས་དཔའི་ཉམས་ལེན་སྦྱིན་པའི་ཉམས་ལ་མཐར་ཕྱིན་འགྲོ་གི་རེད་ཞེས་པའི་དོན་དག་དེ་དངོས་སུ་གསུངས་པ་རེད། ད་དེ་དངོས་སུ་གསུངས་པ་དོན་དག་ག་རེ་རེད་ཟེར་ན། བྱང་ཆུབ་སེམས་དཔའ་དེ་མ་དག་པའི་སྦྱིན་པ་བཏང་ཡག་གི་ལས་འགུལ་ལས་འབད་ཐག་རིང་པོ་རེད་ཞེས་པའི་དོན་དག་རེད་ཟེར་བ་རེད། ཡང་འདི་གསུངས་པར་ཡང་ཇི་སྐད་དུ་བྱང་ཆུབ་སེམས་དཔའ་ཆོས་ལྔ་དང་ལྡན་ན་ཚངས་པར་སྤྱོད་པ་ཡིན་ཞིང་ཚངས་པར་སྤྱོད་པ་མཆོག་དང་ལྡན་པ་སྟེ་ཟེར། ཡང་འདི་གསུངས་པར། མདོའི་ནང་དུ། དེ་ནས་བྱང་ཆུབ་སེམས་དཔའ་ལ། འོག་ནས་བཤད་པའི་ཁྱད་ཆོས་ལྔ་ཚང་ན། མི་ཚངས་སྤྱོད་སྤོང་མཁན་གྱི་ཚུལ་ཁྲིམས་ཡོད་མཁན་ཡིན། ཐར་པའི་རྒྱུ་ཡི་མཆོག་གནས་ལུགས་མངོན་སུམ་རྟོགས་པའི་ཤེས་རབ་དང་ལྡན་པ་ཡིན་ཅེས་གསུངས་པ་རེད། བྱང་ཆུབ་སེམས་དཔའ་ཆོས་ལྔ་དང་ལྡན་ན་ཚངས་པར་སྤྱོད་པ་ཡིན་ཞིང་ཚངས་པར་སྤྱོད་པ་ཆོས་དང་ལྡན་པ་ཡིན་ཏེ་ཏེ་ཟེར་བ་རེད། དེ་ནས་བྱང་ཆུབ་སེམས་དཔའ་ལ་འོག་ནས་བཤད་རྒྱུའི་ཁྱད་ཆོས་ལྔ་ཚང་ན། མི་ཚངས་སྤྱོད་སྤོང་མཁན་གྱི་ཚུལ་ཁྲིམས་ཡོད་མཁན། ཐར་པའི་རྒྱུའི་མཆོག་གནས་ལུགས་རྟོགས་པའི་ཤེས་རབ། དང་ལྡན་པ་ཡིན་ཅེས་གསུངས་པ་རེད། འོ་ན་ཁྱད་ཆོས་ལྔ་དེ་ག་རེ་རེད་གསུངས་ན། འཁྲིག་པ་ལས་གཞན་དུ་འཁྲིག་པ་ལས་ངེས་པར་འབྱུང་བ་མི་ཚུལ་བ་སྟེ། དེ་ནས། དུས་རྟག་ཏུ་མི་ཚངས་སྤྱོད། སྤྱོད་གིན། འཁྲིག་པ་ལས་གཞན་དུ་འཁྲིག་པ་ལས་གཞན་དུ་འཁྲིག་པ་ལས་ངེས་པར་འབྱུང་བ་མི་ཚུལ་བ་སྟེ། དུས་རྟག་ཏུ་འཁྲིག་པ་སྤྱོད་གིན། འཁྲིག་པ་ལས་འཁྲིག་པ་སྤོང་བ་ལ་གཡེལ་བ་སྟེ། མི་ཚངས་སྤྱོད། སྤོང་བ་ལ་དགའ་བོ་དོ་སྣང་མེད་པ་ཟེར་བས། འཁྲིག་པའི། འདོད་ཆགས་བསྐྱེད་པ་དང་ལོན་པ་སྟེ། མི་ཚངས་སྤྱོད། མི་ཚངས་སྤྱོད་པའི་ལས་ཀ་ལ་ཞེན་ཆགས་ཡོད་པ་ཟེར་བས། འཁྲིག་པའི་གཉེན་པོའི་ཆོས་ཀྱིས་སྐྲག་པ་དང་སྟེ། བུད་མེད། མི་སྡུག་པར་བསྒོམ་པ་ལ་སོགས་ལ་སྐྲག་པ། དོན་དག་རེད། རྒྱུན་མི་འཆད་པར་གཉིད་ཀྱིས་སྦྱོར་བས། རྒྱུན་མི་འཆད་པར་གཉིས་ཀྱིས་གཉིས་སྦྱོར་བ་ཞེས་གསུངས་པ་ལྟ་བུ་སྟེ། རྟག་ཏུ་དེ་ནི། ཕོ་མོ་མི་ཚངས་པར་སྤྱོད་པ། ཕོ་མོ་དང་ཕོ་མོ་མི་ཚངས་པར་སྤྱོད་པ་དེ་ལྔ་པོ་ཚང་ན། ཨེ་ནི་བྱང་ཆུབ་སེམས་དཔའ་དེ་མི་ཚངས་པར་སྤྱོད་པའི་ཚུལ་ཁྲིམས་ཡོད་མཁན། ཐར་པའི་རྒྱུ་གནས་ལུགས་རྟོགས་པའི་ཤེས་རབ་དང་ལྡན་པ་ཡིན་ཅེས་གསུངས་པ་རེད་ཟེར་དངོས་སོ། ད་དོན་དག་ག་རེད་ད་དོན་དག་ག་རེད་དེ་ནི། དེ་ནས་འཁྲིག་པ་ལ་སྤྱོད་པ་ས་མི་ཚུལ་དང་པོ་དེ་དེར་བ་དང་པོ་དེ། དང་པོ་དེར་བར་འཁྲིག་པ་ལས་གཞན་དུ་འཁྲིག་པ་ལ་ངེས་པར་འབྱུང་བ་མི་ཚོལ་བ་ཟེར་ན། མི་ཚངས་སྤྱོད་སྤྱོད་པ་ཟེར་བས་མི་ཚངས་སྤྱོད་སྤྱོད་དེ་གསུངས་པར་དངོས་སུ་དོན་དག་ག་རེ་ཟེར་ན། འཁྲིག་པའི་གནས་ལུགས་རྟོགས་པ་ལ་ནི་འབད་རྩོལ་བྱེད་དགོས་རེད་ཞེས་པའི་དོན་དག་རེད་ཟེར་བ་རེད། ཨ་ནི་དེ་ནི་གཉིས་པ་དེ། གཉིས་པ་དེ་ག་རེད་ད་གཉིས་པ་གཉིས་པ་དེ་དེ་ནི། འཁྲིག་པ་ལ་དང་གཉིས་པ་འདིར་བར། འཁྲིག་པ། མི་ཚངས་སྤྱོད། སྤོང་བ་ལ། དོ་སྣང་མེད་པ། ཟེར་འདིའི་དོན་དག་གསུངས་པར། དངོས་སུ་ག་ལ་དགོས། འདིའི་དོན་དག་ག་རེད་བསམ། མི་ཚངས་སྤྱོད་སྤོང་བའི་ཐབས་ལ་བསམ་བློ་གཏོང་དགོས་རེད་ཞེས་པའི་དོན་དག་རེད་ཟེར་བ་རེད། དེ་ནས། གསུམ་པ་དེ། གསུམ་པ་དེ་ག་རེད། འཁྲིག་པའི་འདོད་ཆགས་སྐྱེས་པ་དང་དུ་ལེན་པ། ཟེར་ཏེ། མི་ཚངས་སྤྱོད་པའི་ལས་ལ་ཞེན་ཆགས་ཡོད་པ་ཟེར་བའི་དངོས་སུ་གསུངས་པ་རེད། འདི་གི་དོན་དག་ག་རེ་བཤད་པ་རེད་ཟེར་འདིའི་དོན་དག་ག་རེ་བཤད་འདིའི་དོན་དག་ག་རེ་བཤད་དགོས་རེད་ཟེར་དུས། འདོད་ཆགས་ནང་དུ་སྐྱེས་སོང་ན་ཕྱི་རོལ་དུ་སྤོང་བའི་གཉེན་པོ་ཉམས་སུ་གླེང་དགོས་རེད་ཞེས་པའི་དོན་དག་རེད་ཟེར་བ་རེད།

ཨ་ནི་རྒྱུན་མི་འཆད་པ་གཉིས་ཀྱི་སྦྱོར་བ་གཉིས་ཀྱི་སྦྱོར་བ། རྒྱུན་མི་འཆད་པ་གཉིས་ཀྱི་གཉིས་སྦྱོར་བ་ཞེས་གསུངས་པ་ལྟ་བུ་སྟེ། ད་འདི་གར་སེལ་བར་བྱས་ན། རྟག་ཏུ་མི། རྟག་ཏུ། དེ་ནི། ཕོ་མོ། གཉིས། མི་ཚངས་སྤྱོད་བྱེད་པ་ཞེས་པའི་དོན་དག་དེ་གར་གཤེགས་པ་རེད་ཟེར་དུས་ད། ཨ་ནི་ག་དུས་ཡིན་ན་ཡང། ཞི་གནས་དང་ལྷག་མཐོང་ཟུང་འཇུག་གི་ཉམས་ལེན་གྱི་ཐོག་ནས། བདེན་བཞིའི་གནས་ལུགས། བསྒོམ་པ་ཡིན་ན་དེ་ནི་གོང་དུ་ཞུས་པ་ནང་བཞིན་མི་གཙང་བཅུད་སྤོང་བའི་ཚུལ་ཁྲིམས་མཐར་ཕྱིན་པ་ཡོད་མཁན། ཐར་པའི་རྒྱུའི་ཕྱོགས་སྟོང་ཉིད་ཐོབ་པའི་ཤེས་རབ་ཡོད་མཁན་དེ་ཕྱག་དྲུག་རེད་གསུངས་པ་རེད་ཟེར་བ་རེད། ཆོས་མངོན་པ་ཀུན་ལ་ལྟོས་པ་ལས་སྦལ་པའི་གཏམ་རྣམ་པར་ངེས་པ་ཀུན་ལ་ལྟོས་པ་ཞེས་བྱ་བ་ཀུན་ལ་ལྟོས་པ་ལྔ་པའོ་ཟེར་བ་རེད། ད་ཐ་མ་དེ་རེད། ཀུན་བཏུས་འདི་ཅིའི་ཕྱིར་ཆོས་མ་དངོས་ཀུན་ལ་ལྟོས་པ་ཞེས་བྱ་ན་སྟེ། བསྟན་བཅོས་འདི་ལ་ག་རེ་བྱས་ནས་མངོན་པ་ཀུན་བཏུས་ཟེར་གྱི་ཡོད་རེད་ཟེར་བ་རེད། བསྟན་བཅོས་འདི་ཅིའི་ཕྱིར་ཆོས་མངོན་པ་ཀུན་ལ་བཏུས་པ་ཞེས་བྱ་ན་སྟེ། བསྟན་བཅོས་འདི་ལ་ག་རེ་བྱས་ནས་ཆོས་མངོན་པ་ཀུན་བཏུས་ཟེར་གྱི་ཡོད་རེད་ཟེར་བ་ཡིན་ན། ཡང་ན་རྒྱུ་མཚན་གསུམ་ཞེས་པ་རྟོགས་ནས་བསྡུས་པའི་ཕྱིར་རོ་སྟེ། འཕགས་པ་ཐོགས་མེད་ཀྱིས་ཆོས་མངོན་པའི་གནས་ལུགས་མངོན་སུམ་དུ་རྟོགས་ནས། བཏུད་པ་དང་གཅིག་བཅས། ཀུན་ནས་བསྡུས་པའི་ཕྱིར་རོ་སྟེ། མངོན་པའི་སྡེ་སྣོད་ཐམས་ཅད་ནི། དོན་དག་བཏུད་ནས་བསྟན་པ་དང་གཉིས་བཅས། ཡང་དག་པར་ཐོབ་པའི་གནས་ཡིན་པའི་ཕྱིར་རོ་སྟེ། ཆོས་མངོན་པ་མཚན་ཉིད་པ་བདག་མེད་རྟོགས་པའི་ཤེས་རབ། ཐོབ་པའི་དོན་དུ་བཏུད་པ་ཡིན་ཙང། ཨེ་ནི་བསྟན་བཅོས་འདི་ལ་མངོན་པ་ཀུན་བཏུད་ཞེས་བྱ་བ་ཡིན་སྲིད་པ་ལས། ཆོས་མངོན་པ་ཀུན་ལས་བཏུས་པ་འཕགས་པ་ཐོགས་མེད་ཀྱིས་མཛད་པ་རྫོགས་སོ།

བདག་མངོན་པ་ཀུན་འདུས་དེ་ཚར་བ་རེད་ད་ག་ལེ་ཅན། འདི་གཞུང་དེ་ཆེན་པོ་ཞེ་བོ་རེད་དེ་ད་ཡིན་ན་ང་ཚོ་དུས་ཚོད་དང་གང།